དང་པོ་ཐོག་མར་བདེ་ཆེན་ཉེ་སྐྱབས་གནས་སྤྱི་ནོར་ཁོངས་སུ་སྟོན་པའི་ཆུ་འབུ་ཕྱོགས་ལ་གུས་ཕྱག་སྔོན་དུ་ཕུལ་ནས། ཨ་ནི། ད་རིས་དེ་ཕེབས་པའི་མི་མང། དེ་རྣམས་སྐྱབས་གནས་དགེ་འདུན་གྱི་སྡེ་བྱས་དེ་ནས་མི་མང། ཨ་ནི། མང་པོ་ཞི་བ་ཅིག་ཕེབས་ཤག་ང་རང་ཚོ་གི་ཚོད་དཔག་བྱས་པ་ལས་ལྷག་ཅིག་ཕེབས་ཤག་དེ་ལ་ཡང་དག་ང་རང་ཚོ་གོ་སྒྲིག་ཚོགས་པ། བྱེད་པ་བདུན་གྱི་ཚབ་ཞུས་ཏེ་ཚང་མ་ལོ་ལིའ་ཐུ་རྗེ་ཆེ་ཞེས་ཞུ་བས་ཡིན། དེ་ལྟ་དེ་ལིའ་ད་རིང་ཞག་བཞི་ཞེ་དགུ་གི་ཉིན་མོ་དེ་ལིའ་ད་རྒྱབ་ལྗོངས་དང་འདྲ་བའི་ངོས་འཛོལ་གྱི་ད་ལས་ཀ་བྱས་པའི་ཡུན་རིང་གི་སྐོར་ལ་ཐུགས་རྗེ་ཞུ་ཆོག་ཅིག།

བོད་དོན། ང་རང་ཚོ་རང་གི་དོན་དག་ལ་ཡ་པའོ་སློབ་དཔོན་རང་བཙན་ལགས་ནས་སྐུ་ལུས་མེ་ཆུར་ཕུལ་དུས་ཙམ་པར་ད་ང་ཚོ་ཚང་མ་ལ་འགན་ཅིག་ཆགས་ཀྱི་ཡོད་རེད། ང་ཚོ་མཉམ་སྡོད་ལས་ཀ་ག་འདྲས་བྱེད་ཀྱིན་རེད། ཨ་དོན་ཚན་ལྔ་ལ་གཞི་བཞག་བྱས་ང་ཚོ་ཚོགས་པ་སྐྱིད་སྡུག་མཉམ་མཉམ་སྡོད་ལ་ཚོགས་འདུ་ཚོགས་བྱས། ཨ་ནི་དེ་ལ་ཡ་ཚོགས་པ་སྐྱིད་སྡུག་མང་པོ་བྱས་ནས་ཨ་ནི་ཚོགས་བཅར་བ་མང་པོ་ཡོད། ཨ་ང་ཚོས་ཀྱི་དེ་ལ་ཡ་དོན་ཚན་རེ་རེ་ལ་ཡ་དེ་ལ་འུ་ཅག་མཆོད་འབུལ་བྱེད་ཡ་བྱས། ད་ལྟ་སྤྱི་ཟླ་བརྒྱད་པའི་ཚེས་གཉིས་ཉི་མ་དེ་ལ Global Day of Action ད་ལྟ་པའོ་ལོ་ཀ་རང་བཙན་ལགས་ཀྱིས་ད་ལྟ Nice ལ་ག་ལ་རི་ཐག་ག་རེ་ཡིན་པ་ཡིན་ནའི་ཁོའི་སྐུ་མཆེད་ཆུ་བ་ཁོ་ནང་གི་ད་གལ་སྲིད་པའོ་ལོ་ཀ་རང་བཙན་ལགས་ཀྱིས་ནི་སྐུ་ལུས་མེ་མཆོད་ཕུལ་སྐྱོར་དེ་ལ་ཡང་རྣམ་མི་མང་གི་ངོས་ནས་དེ་ལ་ཡང་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེ་ཡོད་པ་ཡིན་ན་ཨ་སྤྱི་ཟླ་བརྒྱད་པའི་ཚེས་གཉིས་ཉི་མ་དེ་ལ Global Day of Action སྲུང་བརྩི་བྱེད་རོགས་བྱེད་ཅེས་སྤེལ་སྐུལ་ཞུ་བ་ནང་བཞིན

ཨ་ང་ཚོ་ཚང་མས་དེ་ལ་རྒྱབ་སྐྱོར་བྱས་བོ་རེད་བྱས་བྱས་ཨ་ནི Global Day of Action དེ་སྲུང་བརྩི་བྱས་བོ་རེད་རྒྱ་ནག་གཞུང་གཞུང་ཚབ་དོན་ལ་ཡང་ངོ་རྒོལ་བྱས་བོ་རེད་དེ་ལ་ཡང་མི་མི་དམངས་མང་པོ་ཞི་བ་ཅིག་ཕེབས་བྱས་དཔེ་ཡག་པོ་བྱས་ཐུབ་སོང་དེ་ལ་ཡང་ཨ་ནི་བོད་རང་བཙན་སློབ་ཕྲུག་ཚོགས་པའི་གི་ཨ་ནི་ཚོགས་གཙོ་རྒྱུན་ལས་ཚང་མ་ལོག་ལ་ཡང་ཨ་ནི་ཐུགས་རྗེ་ཆེ་དང་རྗེས་སུ་ཡི་རང་དང་ཨ་ནི་དངོས་གནས་སྤོབས་པ་བཅོལ་ཡོད་པའི་གནས་ཆ་ལས་ཕྱི་ནང་སུ་ཞིག་བྱེད་དུས་གཅིག་ཞུ་ཡ་ཡིན་ད་དེ་འདས་ལ་ཡ་ད་ལྟ་ཚོགས་པ་བདུན་ཞུ་ལ་བདུན་ཙམ་པ་ལ་སྤྱི་བཏང་ང་ཚོ་ཨོ་འཇེར་ཡོ་བེ་རི་སྤྱི་མཐུན་ཚོགས་པའི་གནས་གཅིག་བཅས་དེའི་བར་ལ་ཡང་ས་གནས་ཀྱི་གཞོན་ནུ་ས་གནས་བུད་མེད་བོད་རང་བཙན་སློབ་ཕྲུག་ཚོགས་པ་ཨན་ཆུ་ཤི་ཁང་ཆུ་རྡོ་སྨད་དབུས་གཙང་བསྡུ་བྱས་ཆོད་ཚོགས་པ་བདུན་ཆགས་ཡོད་རེད་ཡིན་པ་ཡིན་ནའི་ང་ཚོའི་ལས་བགོས་རྒྱག་སྟངས་དེ་ག་འདྲས་རྒྱག་དགོས་ལབ་པ་ཡིན་ན་ཨ་ནི་དེ

དཔེ་ཡག་པོ་གནང་སོང་དེར་ཡང་འགྱོད་པ་མེད་པ་དང་ཨ་ཙི་ང་ཚོའི་སྡུག་བྱེད་ན་ཏེས་ཅི་ཡག་བྱེད་སྟོན་བྱེད་ན་བྲིས་འདུག་ཨ་ས་མ་ཡ་ངས་ཁྱོད་ནས་མེད་པ་ལ་ཡ་ལས་ཀ་ཚག་མ་ཚག་བཙུགས་པོ་དོན་དག་ཡག་པོ་བསྒྲུབས་སོང་དེར་ཡང་ཨ་ནི་རྒྱབ་སྐྱོར་གནང་མཁན་མི་མང་གས་རྒྱབ་སྐྱོར་ཤུགས་ཆེན་པོ་གནང་སོང་དེར་ཡང་ང་ཨོན་ཅེ་རེའུ་གུ་རི་ཆུ་ཐོན་ཚོགས་པ་དང་ཚོགས་པ། དྲུག། ཚང་མའི་ཚབ་ཞུས་ནས་མི་དམངས་གཙོ་བོ་དུ་གཅིག་ཆར་ཞུ་བ་ཡིན། ཨ་ནི་དུམ་ཚིགས་དྲུག་དྲུག་པ་དེ་ལ་ཡང་མཛུབ་ཐེལ་ད་ལྟ་ནིའུ་ཡོག New Jersey བོད་རིགས་སྤྱི་མཐུན་ཚོགས་པའི་དང་བོད་རིགས་སྤྱི་མཐུན་ཚོགས་པ་དང་ཨ་ནི་ཁོང་ཚོ་རྫ་དྲག་གི་གོ་སྒྲིག་ཚོགས་ཆུང་གིས་ཨ་ནི་སྲུང་བརྩི་བྱས་པའི་གི་ཨ་ནི་མཉམ་འབྲེལ་རྒྱལ་ཚོགས་བདུན་ལ་ཡང་སྐད་འབོད་དེ་བྱུང་བ་རེད། དེ་ལ་ཡང་ང་ཚོས་བསྒྲགས། གསུམ། ཕྱིན་པ་རེད། ཨ་ནི། ཁྱོད་འདོམས་པའི་མི་བརྒྱ་དང་དྲུག་ཅུ་རེ་བཞི་འགྲོ་བ་རེད། ཨ་ནི་དེ་ལ་ཡང། ངས་མི་མང་ཚོ་ལ་ག་དུས་ཞུ་འོས་བྱུང་ལབ་པ་ཡིན་ན། སོ་སོའི་གི་ད་བཟ་གི་གར་ལ་རེ་དངུལ་སྤྲད་ཡ་བྱོས་པ་དེ་གལ་སྲིད་སྤྲད་ཐུབ་པ་ཡིན་ན་ནི། ཕར་ཞོག་ཚུར་ཞོག་འདོམས་ནི་བརྒྱ་དང་སུམ་ཅུ་རེད། སྤྲད་མ་ཐུབ་པ་ལ་ང་གཅིག་ལ་སྤྲད་ངེས་ཡོད་ཡིན་ན་ནི་དགུ་བཅུ་བཅུ་རེ་ལྔ་རེད། ད་སེམས་ཤུགས་ཡོད་ཡིན་ནའི་དངུལ་སྤྲད་ཐུབ་ས་མ་རེད་བསམ་པ་ཡིན་ན་ཁྱད་པར་མི་འདུག་དངུལ་སྤྲད་དགོས་མ་རེད། ཁྱང་ཚིག་འཕེལ་བ་ཙམ་གྱིས་དང་དེ་ལ་རྒྱབ་སྐྱོར་གནང་བ་ཙམ་གྱིས་འགྲིག་གི་འདུག་འདུག་ཆེ་ཆེ་ཞུ་ཡ་བྱུང་འདི་ཕྱི་ཚུལ་ཙམ་པ་ལའང་ནི་མི་བརྒྱ་དང་དྲུག་ཅུ་རེ་བཞི་ནས་ད་ཕལ་ཆེན་བརྒྱ་ཆ་བཞི་བཅུ་མེད་འགྲོ་དེ་འདྲས་ཅིག་དངུལ་སྤྲད་མ་ཐུབ་ངེས་རེད་བཞག་ཡིན་པ་ཡིན་ནའི་མི་དམངས་མང་པོ་ཅིག་ང་འགྲོ་ཐུབ་ཀྱི་མེད་ཡིན་པ་ཡིན་ནའི་དེ་རིང་ཡ་འགྲོ་ངན་སུས་སྒྲུབ་ཀྱི་ཡོད་ཡིན་ནའི་འདིའི་རིགས་དཔེ་ཤ་སྤྲད་མ་ཐུབ་ཀྱོ་དངུལ་སྤྲད་མ་ཐུབ་ཀྱོ་དེ་ང་སྤྲད་ཀྱི་ཡིན་ཆེ་ཆེ་མང་པོ་ཞེའུ་གཅིག་གི་རྒྱབ་སྐྱོར་གནང་སོང་འདི་ང་རང་ཚོ Toronto ས་གནས་མི་གི་ད་ལྟ་བར་དུ Toronto དེ་སྒོར་གཞས་ཡག་པོ་ཆགས་ཀྱི་འདུག་ཆེ་ཆེ་འཛམ་བུ་གླིང་ནང་སྐད་གྲགས་ཡོད་རྒྱུ་ཞིག་རེད་ད་རིང་དངོས་གནས་ང་ཚོའི་གི་རྡོག་རྩ་གཅིག་སྒྲིལ་གྱི། ལས་ཀ་ཡག་པོ་ཅིག་བྱས་སོང་མི་མང་གི་མི་མང་ལ་རྒྱབ་སྐྱོར་བྱས་སོང་མི་མང་གི་ཚོགས་པ་ལ་རྒྱབ་སྐྱོར་བྱས་སོང་བྱས་བྱས་པོ་པོ་བྱོས་ཡོད་རེད་གི་ལས་ཀ་ཅིག་དཔེ་བློ་བདེ་པོ་ཅིག་བྱུང་འདུག་བསམ་སོང་དེ་ལ་ཡ་རྣམ་པ་ཚོ་ཚང་མ་ལ་ང་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། དེ་ལ་ཡང་རྒྱབ་སྐྱོར་གནང་མཁན་ད་ཚོང་པ་ཡོད། མི་མང་ཡོད། ཨ་ནི་སློབ་ཕྲུག་ཡི་ཡོད། ཨ་དེ་ལ་ཡང་ད་འདྲ་ཁར་གསལ་ད་འདྲ་ངེས་ད་གུང་མོ་རྒྱབ་ཏུ་སོང་ཆུ་ཚིག་ཤི་ཏི་ང་ཚོའི་བཟ་ཟིའི་གླ་ཆ་དེ་སོང་ཙང་དེ་ང་ཞུགས་མེད་ཡིན་ནས་འདི་སྒང་ལ་དངུལ་སྤྲད་མཁན་མང་པོ་ཡོད་དེ་མཚན་དེ་དེ་ནི་མ་ཞུ་ཆོག་ཅིག་ཨ་ནི་ད་འདྲ་དེ་ལ་ཡང་ཁར་གསལ། ངོ་མཚར་ཨོ་རྒྱན་ནིའུ་ཡོག་མིའི་རྗོད་སྲིད་སླེབས་དུས་ཙམ་པ་ལ་ཨ་ནི་མཉམ་འབྲེལ་རྒྱལ་ཚོགས་མདུན་ལ་ཡ་ཨ་ནི་ཕར་ཟ་ཅིག་ང་ཚོའི་སྐད་འབོད་རྒྱག་ཡ་དང་ང་རང་ཚོ་གི་ཀ་ན་ཀྲ་དར་ཅོ་བླངས་ཡ་དང་དེ་འདྲས་ཀྱི་གོ་སྐབས་བྱུང་སོང་ཡིན་པ་ཡིན་ནའི་དེ་ལ་ཡ་ནིའུ་ཡོག་ནིའུ་ཕ་སྐད་ལ་སྐད་རྒྱག་མཁན་མང་པོ་ཅིག་གིས་ཚོགས་གཙོ་ཁྱེད་རང་གིས་ཕ་སྐད་ལ་བཀའ་སློབ་གནང་མ་སོགས་ཁ་རས་འདྲ་ཟེར་ངེས་བྱུང།

འདི་ཡི་ཡག་པོ་ཅིག་གསན་རོགས་གནང་ཡ་འདི་ལ་གོ་ནོར་མ་ཕེབས་པར་ནང་ཞིག་ཅིག་ཞུ་ཡ་ཡིན་དང་པོ་ཐོག་མ་དེ་ལ་ཡ་མཉམ་འབྲེལ་རྒྱལ་ཚོགས་དོན་ལ་ཡ་ང་སྐད་ཆ་བཤད་ཡ་གི་ང་འདྲེ་གི་འདོད་པ་དང་སྐད་ཆ་བཤད་དགོས་བསམ་བསམ་ཨི་འདྲེ་གས་མེད་ཡིན་མ་ཡིན་ནས་མཉམ་འབྲེལ་རྒྱལ་ཚོགས་གི་མདུན་ལ་ང་ཚོ་སྐད་འབོད་རྒྱ་ཡ་གི་དུས་ཚོད་ཅིག་རག་དུས་དེ་ལ་ཡ་བཀའ་མོལ་གནང་ཡའི་ར་བཏགས་རིམ་པ་གནང་སོང་ཨ་ནི་བཀའ་མོལ་གནང་མཁན་རབ་དང་རིམ་པ་གནང་ཚོས་གང་འཚམ་ཚིག་ནས་ཨ་ནི་ཁྱོད་རྣམས་ཁོ་རང་ཐ་ཅིག་སྦས་ཐུབ་མ་སོང་ད་ད་རིང་སྐད་ཆ་ཅིག་མ་བཤད་ན་འགྲིག་མ་སོང་བསམ་བསམ་གྱི་བྱུང། དེར་ཡང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགོ་བཙུགས་དགོས་རྒྱུ་མཚན་འདི། འཛམ་བུ་གླིང་གི་མཉམ་འབྲེལ་རྒྱལ་ཚོགས་ཀྱི་འགོ་བཙུགས་དགོས་རྒྱུ་མཚན་འདི་སྐོར་ལ་བཀའ་མོལ་གནང་མཁན་ཆེར་བྱུང་མ་སོང།

མཉམ་སྤྱོད་རྒྱལ་ཚོགས་དེ་བཙུགས་པའི་རྒྱུ་མཚན་དེ་མི་མང་གི་ཆེད་དུ་ཡིན་པ་ཡིན་ན། འཛམ་བུ་གླིང་གི་མི་མང་འཛམ་བུ་གླིང་གི་མིའི་གི་འགྲོ་བ་མིའི་ཐོབ་ཐང་གི་ཆེད་དུ་ཡིན་པ་ཡིན་ན། ཨ་མིའི་ནང་ལོགས་ལ་ང་ཚོ་བོད་པ་ཚུད་ཀྱི་ཡོད་མ་རེད།

ཁྱེད་རང་ཚོ་ལ་ལས་ཀ་གསར་བ་བཅས་བྱེད་ལ་ཡོད་མ་རེད། ཁྱེད་རང་ཚོ་སོ་སོའི་གི་རྩ་ཁྲིམས་ཀྱིས་ཁྱེད་ཚོ་ལ་དྲན་གསོ་ཞིག་བཏང་དགོས། ང་ཚོ་བོད་པ་འདི་ཚོ་མི་རིགས་གཅིག་རེད། འདི་ཅི་དྲན་གསོ་ཞིག་ག་ལ་ཡིན། ཨ་ནི་དེ New York New Jersey གི་ཚོགས་གཙོ་བསོད་ནམས་སྟོབས་ལྡན་ལགས་ལ་འབད་སྐུལ་ཞུས། བཀའ་མོལ་ཚིག་གཉིས་གཅིག་གནང་ཡ་ལ་གོ་སྐབས་རག་ཡོད་པ་ཡ་ལ་མེད།

དེ་ཡང་ད་ད་གིན་ཉིན་གུང་ང་ལ་དུས་ཚོད་མ་འདང་ནས་བཀའ་མོལ་ཞུ་ཡ་རག་མ་སོང། ད་གིན་ང་མི་བརྒྱ་དང་དྲུག་ཅུ་རེ་བཞི་ང་རང་མཉམ་ལོ་ཁྲི་ཡོད། ཡིན་པ་ཡིན་ནས་ཁྱོད་རང་ཚོ་ལ་བརྒྱ་དང་དྲུག་ཅུ་རེ་བཞི་ལས་ལྷག་ཤེས་ཅིག་ཕ་གེ་ལ། རྒྱབ་སྐྱོར་བྱེད་མཁན་ཚོང་པ་དང་སྒེར་གྱི་མི་མང་པོ་ཅིག་ཡོད་ཁོ་ཚོའི་དོན་དག་ལ་ཡང་ང་དེ་ལ་སྐར་མ་གཉིས་ཀྱི་སྐད་ཆ་བཤད་གོ་སྐབས་རག་གི་རེད་ལབ་ཡིན། འོ་ད་རག་གི་མ་རེད་ཁྱེད་རང་ལ་བཤད་བཅུག་ན་ཨ་ནི་མི་གཞན་པ་ལ་བཤད་བཅུག་གོ་ཡོད་ལབ་གི་རེད་ཏག་ཏག་བསྡད་གི་མ་རེད་གསུངས་འདུག།

ཡིན་པ་ཡིན་ནས་མ་ཡོང་ངེས་ལ་ཡང་སྒོས་ནིའུ་ཡོག་ནིའུ་ཇར་སི་བོད་རིགས་སྤྱི་མཐུན་ཚོགས་པའི་གི་རྒྱུན་ལས་དང་མི་མང་གིས་ང་རང་ཚོ་ཆུ་རོང་ཚོ་མི་སྦ་གསུམ་ཕྱིན་ནས་སླེ་བ་རེད། ཨང་ཁོང་ཚོ་སྦ་གསུམ་གི་ཕ་ལོ་བོ་རེད། ཡང་སྙིང་རྗེ་མི་མང་ཚོ་སེམས་པ་མ་བཟོད་བྱས་ཏེ་ཕ་ལས་རྒྱབ་རྒྱབ་ཨ་ལོ་ཏ་ཀ་ལི་ན་འདི་བཟོས་བཟོས་ཡང་ཞལ་ལག་བཞུ་བཞུ་བཟོས་བཞག་བྱས་ཙང་ངས་ག་རེ་དོ་སྣང་བྱུང་བསམ་ན་མི་མང་གིས། མི་མང་གི་བརྒྱ་ཆ་བརྒྱ་ཐམ་པ་ང་ཚོའི་གི་ད་གིན་ཕ་སྐད་ལ་འགྲོ་སྐྱོ་དེ་ལ་རྒྱབ་སྐྱོ་ཚད་མཐོ་པོ་ངོས་ནས་བྱེད་གི་ཡོད། ད་ཡིན་པ་ཡིན་ནའི་སྒང་ལ་དེ་ངེད་ལ་ཁ་མི་ཁ་ཡོད་གི་མ་རེད། ང་རང་ཡིན་ནའི་མཚམས་མཚམས་མི་མང་དཔེ་བུ་སོག་པོ་བཟོས་གི་འདུག་ཕོན་བརྒྱ་གླིག་དུ་ལས་ཀ་གཅིག་བྱེད་ན་འགྲིག་མ་རེད་ལ་ཕོན་ཉིས་བརྒྱ་གླིག་དུ་ལས་ཀ་དེ་འདི་མིན་འདི་བྱེད་དགོས་རེད་ལ་ངེས་འདུག།

སོ་སོའི་གི་རྒྱའི་རིགས་ལ་གནོད་ཤུགས་སྐྱེ་བ་ཡིན་ནའི་རེད་རྒྱའི་རིགས་ལ་ག་རིགས་ལ་བ་ཡིན་ནའི་འདི་ཁ་སི་ཏའི་ཞག་ཆའི་ཚོགས་པ་གི་མིང་དེ་དག་ཚོགས་པའི་གི་གནས་སྟངས་དང་ཚོགས་པ་ལ་ཡར་རྒྱས་དང་ཚོགས་པ་ནང་ལོགས་ལ་མི་མང་གི་མཐུན་སྒྲིལ་གི་སྒོ་ཡོད་ན་ཨ་འདས་ལ་ཡར་སུ་སུ་སུ་ག་ལ་རི་བ་ཡིན་ནའི་དེ་ལ་དག་དག་གཏམ་མི་བརྗོད་ཡ་རེད་ཞག་དེ་འདྲའི་ཅིག་གི་ཐོག་ནས་ད་གུས་བྱས་བྱས་ནིའུ་ཡོག་ནིའུ་ཇར་སི་སི་ཤེ་ཏི་ཕག་ཤོ་དང་ཚུར་ཤོ་གཉིས་ཅག་རྐང་གཉིས་ཁྱོན་ནས་མེད་བ་ལ། དཔེ་ཡག་པོ་བྱུང་སོང་ཨ་འདས་ལི་ཡ་སྦྱོར་བ་དང་ཞོ་ཁས་ཆུ་ཚོད་བདུན་པ་བརྒྱད་པ་ནས་སྦྱོར་བ་དང་འདས་ལི་ཡ་ཨ་ནས་ཚོགས་པ་བདུན་གྱི་ཚབ་བྱས་བྱས་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པའི་གི་ལས་བྱེད་རྒྱུན་ལས་ཚོ་གི་ཨ་ནི་ཞོགས་ཆ་ཟས་ཆོ་ཆོ་དང་ཡག་ཐག་ཆོད་བྱ་བྲིས་གནང་ཞག་དེ་ལས་ང་ཚང་མ་ལ་ཐུགས་རྗེ་ཆེ་ཞུ་ཡ་ཡིན།

དཔེར་ན་ཁོའི་རྩིས་གཞི་ཅིག་ཡིན་པ་ཡིན་པས་ན་དངོས་གནས་ང་རང་ཚོ་གིས་ད Tibetan Resettlement གྱི Project དེ་བརྒྱུད་ནས་ཁོ་ན་ཚོ་དེ་ཕེབས་པ་རེད། ཡིན་པ་ཡིན་ནའི་ཁོ་ན་ཚོ་གི་ཕྱག་ལས་གནང་སྟངས་དང་རྒྱབ་སྐྱོར་གནང་སྟངས་དེ་དཔེ་ཚད་ཁོ་བོ་ངོས་ནས་ང་མི་མང་ཚང་མས་ཡི་ཚབ་ཞུས་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན།

ཚེ་སྟོད་དགོན་ངོས་ནས་གནང་སོང་དེར་ཐུགས་རྗེ་ཆེ་ཞུ་བའི་ཆེད་དེ་མིན Media Advisory Committee ནང་ལོགས་ལ་ཡང་བསོད་ནམས་ཆོས་སྐྱིད་ལགས་ཆེ། བསྟན་འགྲོའི་སྡོང་པོ་ཚང་ལགས་ཆེ་བསྟན་འཛིན་འཆི་མེད་ལགས་ཆེ་ཤེས་རབ་མཐར་ཕྱིན་ལགས། ཁོ་ནག་ཚོ་ཡོད། ང་ཚོ་ཚོགས་པ་བདུན་དང་མི་མང་ཚང་མའི་ཚབ་ཞུས་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན།

ཤུགས་ཆེན་པོ་གནང་བྱས་དེ་ནི་ཡང་ལས་ཀ་འདི་ཚགས་ཚུད་པོ་བྱུང་རྒྱུ་ཙམ་པ་ལ་ཨ་ནི་གང་ཅིའི་ཐོག་ནས་ལས་ཀ་ཇི་ངེས་ལ་ཇི་དེ་བོ་ཨ་ནི་ལས་སླ་པོ་ཞིག་ཆགས་སོ་དེའི་ཐུགས་རྗེ་ཆེ་ཞུ་ཡ་ཡིན། ཨ་ནི་ལྷག་པར་དུ་ད་རིང་ཨ་ནི་ང་ཚོ་རྩིས་པའི་དྲུང་ལགས་ཀྱི་བཀྲིན་བདེ་ཡོད། རྩིས་པའི་དྲུང་ལགས་ཁོ་ན་ཚོ་བཀྲིན་བདེ་གང་འདྲ་ལོག་ལ་ཡ་ཨ་ནི་ཐུགས་རྗེ་ཆེ་ཞུ་ཡ་ཡིན་ད་རིང་ད་དངོས་གནས་ཁོ་རང་ང་མཇལ་ཞག།